ཞི་བདེ་ཀྱི་ཐབས་ཀྱིས་འདོར་བ་མ་གཞི་ནགས་ཚལ་ལྷོད་པོ་རུ་གནས་པ་མི་འོང་པའི་ཕྱིར་ན་ཞི་གནས་བསྟེན་པ་གལ་ཆེ་ལ་ཞི་གནས་ཐེག་པ་བློ་དོར་གྱི་གནས་མི་བརྗེད་པའི་དྲན་པ་དང་ལུས་སེམས་ལ་ཡང་ཡང་དག་པའི་ཤེས་བཞིན་གཉིས་ཀྱིས་བཟུང་དགོས་ཏེ་སྔོན་གྱི་བཀའ་དང་གོང་མའི་ཞལ་ནས་གསན་ཅིང་ཁ་སྒོ་ན་དྲན་པའི་མདུན་ཐུན་སུ་ཁོ་དྲན་ན་ང་དྲན་ཁོ་ལྷོད་ན་ང་ལྷོད་ཅེས་གསུངས་པ་ལྟར་རང་གི་མཚན་འདི་ལ་དྲན་པའི་ཞལ་རས་སྟོང་སྟེ་སེམས་ཀྱི། གོང་དྲན་པ་དེས་རྣག་ཐོག་ཐལ་གྱི་ངོས་བཟུང་བར་བྱ། རྣག་ཐོག་ཞེས་བྱ་བ་དེ་འཁྲུལ་བ་གཡོ་སྒྱུ་དགུ་ཆེན་པོ་ཅན་གྱི་ཡུལ་སྣང་ངོ། རིག་པའི་རྟགས་ག་ལ་ཐོབ་བམ་ཞེས་བ་པའི་བར་དུ་གནས་པ་མཐར་འགག་པ་མེད་པའི་བདག་ཉིད་མ་གཏོགས་རྣག་ཐོག་ལ་དངོས་པོ་དང་མཚན་མ་འཕྲོད་པ་གང་ཡང་མེད་དེ་རྣམ་པར་རྟོག་པ་ཞེས་བྱ་བ་དེ་ད་ལྟ་ལུས་ཀྱི་ནང་དུ་སེམས་འདིས་སེམས་དེ་ལ

དགེ་བ་དང་སྡིག་པའི་བྱ་བ་སྣ་ཚོགས་པ་བྱས་ནའང་དེ་ཐམས་ཅད་ཀྱི་བྱེད་པ་པོའི་རྒྱུ་ནི་སེམས་ཁོ་ན་ཡིན། སེམས་ཀྱི་བྱ་བ་དེས་གཟུགས་དང་དངོས་པོ་གཡོན་དང་ཁ་དོག་ཏུ་སྤྲུལ་པ་ལུས་ལ་གནས་སམ་ངག་ལ་གནས་སམ་ཕྱི་རོལ་གྱི་ཡུལ་ལ་གནས་སམ། རིག་པའི་རྟགས་ཀྱིས་དཔྱད་ན་ཁ་དོག་དང་དངོས་པོ་གཡོན་དང་མཚན་མ་གང་ཡང་གྲུབ་པ་མེད་པ་ཀའི་སྟོང་མི་ངོ་བོ་ཡིན་ལ་སྟོང་པ་དེའང་སྟོང་ཕྱོགས་མ་ཡིན་ཏེ་མིག་དང་ལྷན་ཅིག་ཏུ་མཐོང་བ་རྣ་བ་དང་ལྷན་ཅིག་ཏུ་བསྟོད་པ། དབོན་པོ་སྒོ་ང་དང་ལྷན་ཅིག་ཏུ་འདུས་ཏེ་མཐོང་ཐོས་བྲལ་རིག་གི་སྒོ་ང་ཡི་བྱ་བ་བྱས་ནས་དེ་ལ་ཡུར་ཡིད་དུ་འོང་བ་ལ་ཕྱོགས་པ་དང་ཡིད་དུ་མི་འོང་བ་ལ་ལྟུང་བ། བར་མ་ལ་སྟོང་སྐྱོང་གི་ཕྱོགས་སྟོང་དབང་གསུམ་གྱི་རྟོགས་པ་ཤེས་པར་གྱུར་པས་སེམས་འཁོར་རང་གི་སེམས་འཁོར་རང་འཆིང་བའི་ཐབས་རྣམ་པར་རྟོག་པ་སྣ་ཚོགས་པ་ཞིག་འབྱུང་བ་ཡིན་ལ་དེ་ལྟ་བུའི་འབྱུང་བ་དེ་ཉིད་རིག་པས་དཔྱད་ན་རྡོལ་དང་དངོས་པོ་གྲུབ་པ། གང་ཡང་གྲུབ་པ་མེད་པར་སྟོང་པ་ཡིན་སྟོང་པའི་ངོ་བོ་དེ་ནི་བ་ཐང་སྟོང་པ་དང་སྣོད་སྟོང་པ་ལྟ་བུའི་སྟོང་པ་ཤོང་བྱེད་དུ་མ་ཡིན་པར་དབང་པོ་སྒོ་ལྔ་དང་ལྡན་ཏེ་ཀུན་གཞི་ཀུན་རིག་གི་གསར་ཆ་དང་ལྡན་པ་མིག་གི་དབང་པོ་དང་ལྡན་ནས་མཐོང་བ་རྣ་བའི་དབང་པོ་དང་ལྡན་ནས་ཐོས་པ་ལུས་ཀྱི་དབང་པོ་དང་ལྡན་ནས་རེག་བྱ་ཚོར་བ་ལ་སོགས་པ་སྒོ་ལྔ་ཡི་ལས་བྱེད་པ་ཡིན་ལ་སྒོ་ལྔ་ཡི་ལས་བྱེད་ནའང་ཁོ་རང་བྱེད་པ་པོ་ལ། ཡིད་ལ་རྩ་བ་གང་ཡང་གྲུབ་པ་མེད་པས་སྟོང་ཉིད་ཀྱི་ངོ་བོ་ཡིན་ལ་སྟོང་པ་དེ་ཉིད་ལ་ཀུན་ཤེས་ཀུན་ནས་ཀྱི་སར་ཆགས་དོགས་དེ་མི་སྟོང་པ་སྟོང་ཕྱོགས་མ་ཡིན་པ་གསར་བའི་ཆ་དང་ལྡན་པ་ཡིན་ལ་གསར་བའི་ཆ་དེ་ལས་འཁྲུལ་བའི་བག་ཆགས་སྣ་ཚོགས་པ་ཤེས་པར་བྱས་ནའང་ཡུལ་དང་དབང་པོ་ཤེས་པ་སོགས་ལྷན་ཅིག་ཏུ་འཕྲད་པ་ལ་བརྟེན་ཏེ་རྣམ་པར་རྟོག་པ་ཤེས་པ་རེད་དེ་ཕྱི་རོལ་ཡུལ་གྱི་སྟེང་དེ་ཤེས་དང་ཡུལ་ཐོབ་ཀྱི། གཟུ་བོ་རྡུལ་ཕྲན་ཆ་མེད་ཀྱི་རང་བཞིན་གཏན་ལ་ཕབ་ནང་གི་ཤེས་པ་དེ་བ་འདས་པའི་སྣང་སྟོང་ནི་ཞིག་པ་དངོས་མེད་མ་འོངས་པའི་སྣང་སྟོང་ནི་གཏན་ནས་མ་ཞིག་བ་འདས་པ་དང་མ་འོངས་པ་ལ་མ་ལྟོས་པའི་ད་ལྟ་བ་སྣང་སྟོང་ཡན་གར་བ་ཞིག་གཏན་ནས་ཡོད་མི་སྲིད་པར་ལྟ་བ་ཡིན་པས་དངོས་པོ་མེད་པ་ལ་དངོས་པོར་འཛིན་པའི་སེམས་ཅན་ཐམས་ཅད་འཁྲུལ་ཞིང་རྨོངས་པར་གྱུར་བ་ཡིན་ལ་དེ་ལྟ་བུའི་འཁྲུལ་ཏེ་སེམས་ཉིད་སྟོང་པར་རྟོགས་ན། འཁྲུལ་བའི་མཚུངས་དེ་རིག་པ་ལ་བརྟེན་ནས་སེམས་དེ་དྲན་པ་དང་ཤེས་མཁན་གྱི་གཟུགས་འདི་ཐུབ་པ་ཡིན་ལ་དྲན་པ་དང་ཤེས་མཁན་གྱི་གཟུགས་དེ་སེམས་ཕྱི་རོལ་དུ་མ་ཡིན་ན་ཞི་འདིང་ཞེས་བྱ་བ་ཡིན་ལ་ཞི་འདིང་གི་ངོ་བོ་དེ་ལ་སེམས་གཉིས་པ་ཙམ་ལས་མཁའ་འཁོར་མོའི་བསམ་གཏན་དང་གཟུགས་མེད་འཇིག་རྟེན་པའི་བསམ་གཏན་ལ་ཡོད་ནའང་ཕན་པ་མེད་དེ་སེམས་དང་ལུས་དང། ཡུལ་ཐམས་ཅད་ཡོངས་ཀྱིས་སུ་ལྷན་གཅིག་ཏུ་འཁྲིལ་པ་དེ་རྟེན་ཅིང་འབྲེལ་འབྱུང་མ་ཡིན་པའི་ཆོས་འགའ་ཡོད་པ་མ་ཡིན་ནོ་དེ་བཞིན་སྟོང་ཉིད་མ་ཡིན་པའི་ཆོས་འགའ་ཡོད་པ་མ་ཡིན་ནོ་ཞེས་པ་དེ་རྒྱུ་ཅན་རྟེན་ཅིང་འབྲེལ་བར་འབྱུང་བ་ལས་མཐོང་བའི་ཆོས་ཀྱི་དབང་དུ་རང་བཞིན་གྱི་ཕྱི་རོལ་མུ་སྟེགས་པའི་འདོད་པ་ལྟ་བུ་གཙོ་བོ་དང་དབང་ཕྱུག་གི་བྱེད་པ་ལྟ་བུ་དང་ཅི་ཡང་མེད་པ་གི་བན་སྟོང་ནམ་མཁའ་ལྟ་བུ་དང་ད་ལྟ་འཇིག་རྟེན་ཚེ་འདི་མ་གཏོགས་ཚེ་ཕྱི་མ་ཞེས་བྱ་བ་མེད་པའི་སྟོང་པ་སྟོང་ཆད་དུ་མ་ཡིན་པ་སྟོང་རིག་ཟུང་འཇུག་གི་ངོ་བོ་སྟེ། ཁོང་དུ་ཆུད་པར་གྱུར་ན་དེ་ལྷག་མཐོང་ཞེས་བྱ་བ་ཡིན་ལ་དེའི་གཞི་གནས་དང་ལྷག་མཐོང་གཉིས་ཟུང་དུ་འཇུག་པར་གྱུར་པ་དེ་ལ་བརྟེན་ཏེ་དེའི་རིམ་པ་བཞིན་དུ་མངོན་པར་མཚང་འཇུག་པའི་ལམ་ཐམས་ཅད་ལ་སེམས་ཀྱི་གཞག་ཐབས་དགུ་ལ་བརྟེན་ཏེ། རྒྱུད་ལས་སུ་རུང་བར་བྱས་ཏེ་དེའི་སེམས་འདོར་ཐུབ་པ་ཡིན་ལ་དེའི་མཚན་གསུམ་བརྟུལ་ཞུགས་མ་གཏོགས་པའི་བརྟུལ་ཞུགས་མང་པོའི་སྤྱི་གཞི་བཞག། བཙོན་བ་ཚད་བཙོན་བ་ལ་ཞི་འདིས་དོགས་ལྷག་མཐོང་གི་འདོར་བར་བྱེད་ན་དེ་ནང་གི་ཚད་འདོར་ཚ་ན་ཕྱིའི་ལུས་ངག་གཉིས་པོ་རང་ཤུགས་ཀྱིས་ཆོས་ལུགས་འདོར་ཐུབ་པ་ཡིན་པའི་ཕྱིར་ན་ཚད་འདོར་དགོས་ཚད་འདོར་བ་དེ་ཡང་ཚད་སྟོང་པ་རྟོགས་ཀྱི་སྟོང་པ་ངོ་བོ་ལ་གསར་བ་ཡོད་པར་ཤེས་ཀྱི་སྟོང་གསར་ཟུང་འཇུག་གི་སེམས་ཉིད་གནས་ལུགས་དེ་ཤེས་ན་དེ་རིམ་པ་བཞིན་དུ་མངོན་ཤེས་རྫུ་འཕྲུལ་ཏིང་ངེ་འཛིན་དེ་པ་མུ་གུ་ལ་སོགས་པ།

གསུངས་པ་ལྟར་ཡིད་ཀྱི་ཚེ་འདི་བྱ་བ་ལ་ཆོག་པ་ཡོད་ན་ཇི་སྙེད་དུ་ལྷག་མཐོང་མི་འགྲུབ་པ་ཡིན་ལ་ཚེ་འདི་བྱ་བ་ཐམས་ཅད་རྦད་ཅིག་བློས་གཏོང་ནས་སེམས་ཁོ་ན་འདོར་བའི་བརྟུལ་ཞུགས་ལ་ལྷག་ན་ཇི་སྙེད་དུ་ལྷག་མཐོང་ཟུང་འཇུག་གི་ཏིང་ངེ་འཛིན་རྒྱུད་ལ་སྐྱེ་བ་ཉིད་ཞི་ལྷག་ཟུང་འཇུག་གི་ཏིང་ངེ་འཛིན་དེ་ཤེས་ཡོང་ན། དེ་ནས་རིམ་པ་བཞིན་དུ་ལྷག་མཐོང་དང་མི་རྟོག་པའི་ཤེས་རབ་ཀྱིས་གོ་མྱོང་རྟོགས་ཟིན་ལ་བརྟེན་ཏེ་ལམ་བཞི་རིམ་པར་མཐར་ཕྱིན་པར་འགྱུར་རོ།